ལུས་ཤེས་ནི་དཀའ་ངལ་སེལ་ཐུབ་ཡག་ཟེར་ཏེ་ཁག་པོ་ཞེ་དྲག་རེད། བོད་ཀྱི་ཐོག་ལ་ཆ་བཞག་ན་ད་ལོ་བཞི་བཞི་དང་གཅིག་རིང་ལ་ཡ། དྲི་དང་མེ་མདའི་འོག་ནས་མནན་བསྡད་པ་རེད་དེ་བོད་དོན་སེལ་ཐུབ་ཀྱི་མི་འདུག་ག་བོད་དོན་དཀའ་ངལ་ཤེས་ཐུབ་ཀྱི་མི་འདུག་ག་རྒྱ་ནག་ལ་ངོ་ཚ་ཁ་སྐྱེངས་དུས་ད་ལྟ་ཡིན་ནའི་མུ་མཐུད་ནས་ཡོང་བསྡད་ཀྱི་ཡོད་རེད་མ་གཏོགས་ཕན་གྱི་མི་འདུག་ག། རེད་པ། ད་སྡུག་ས་ནས་བཤད་པ་ཡིན་ན་ཧ་ལམ་ད་ང་ཚོ་བོད་མི་ས་ཡ་དྲུག་དེ་རིམ་པས་རིམ་པས་ཀྱིས་ད། གཅིག། རྒྱལ་བུ་ཕོན་ཆེན་པོ་ཞིག་བོད་ནང་ལོག་ལ་བརྫངས་བྱས་རིམ་པས་རིམ་པས་ཀྱི་བོད་མི་ས་ཡ་དྲུག་དེ་ཨེ་ནི་མངོན་གསལ་མེད་བསྡད་པ་ཅིག་གི་ད་སུ་ཡོང་ཡག་གི་ཉེན་ཁ་ཞིག་ཡོད་རེད་བསམ་འདི་ཉེན་ཁ་ཏན་ཏན་ཡོད་རེད་ད་དེ་འདྲའི་ཅིག་གི་གནས་ཚུལ་བྱུང་པ་ཡིན་ན་ད་དངོས་གནས་རང་ཨེ་འདྲ་ཧོབ་ད་ག་ལ་བལྟས་ན་རྒྱ་མིའི་རྒྱལ་ཁ་ཐོབ་པའི་བཟོ་བྱས་རེད་དེ་དེ་འདྲའི་ཅིག་དེ་ཕལ་ཆེར་ཡོང་ཐུབ་ཡག་ཁག་འོས་ཞིག་རག་རེད་ལ་བྱུང་པའི་དབང་དུ་བཏང་ན་ཡང་མི་རབས་ནས་མི་རབས་ལོ་རྒྱུས་ཀྱི་ནང་ལོག་ལ་རྒྱ་མི་རིགས་ངོ་ཚ་དགོས་ཡག་ཅིག་ད་རྣམ་དཔྱོད་ཅན་དང་བློ་གཟུ་བོར་གནས་པའི་རྒྱ་མི་རིགས་སུ་ཡིན་ནས་བློ་ཕམ་ཡོང་ཡ་ཅིག་རེད་མ་གཏོགས་ཡག་པོ་གལ་མ་རེད་བསམ་དྲན་གི། ད་ལྟ་འདྲེ་རེ་གནས་སྐབས་ལ་ཆ་བཞག་ནས་རྒྱ་ནག་ནང་ལ་ཡོད་བསྡད་པའི་རྒྱ་ཆེའི་མི་མང་ཐོག་ལ་རང་དབང་ཅིག་དང་གཏམ་བརྗོད་རང་དབང་གི་གོ་སྐབས་ཅིག་བྱུང་པ་ཡིན་ན་ད་ལྟ་རྒྱ་ནག་གཞུང་གིས་བོད་དོན་ཐོག་ལ་ཟིན་པའི་སྲིད་བྱུས་དེ་ལ་ཡང་རྒྱབ་སྐྱོར་བྱེད་མཁན་ང་ཆ་ན་ཡོང་གི་མ་རེད་བསམ་དྲན་གི། རྒྱ་ནག་ནང་ལ་ཡོད་བསྡད་པའི་རྒྱ་ཆེ་མི་མང་གི་སེམས་ཚུལ་ག་རེ་ཡོད་མེད་ང་ཚོ་ཤེས་ཐུབ་ཡ་ཡོད་མ་རེད་སྐད་ཆ་གསལ་པོ་ཅིག་བཤད་ཐུབ་ཡ་ཡོད་མ་རེད་དེ་ཡིན་ནའི་འཛམ་བུ་ནི་ཕྱི་ལོག་ལ་ཡ་གཅིག་རྒྱ་མིའི་སློབ་ཕྲུག་མང་པོ་ཡོད་རེད་རྒྱ་མིའི་མཁས་པ་དེ་འདྲ་ཡོད་རེད་རྒྱ་མིའི་ཤེས་ཡོན་ཅན་དེ་འདྲ་ཡོད་རེད་རྒྱ་མིའི་གཅིག་དེ་སྔ་ལས་བྱེད་པ་རྙིང་པ་དེ་འདྲ་ཡོད་རེད་ད་དེ་ཚོ་ཕལ་མོ་ཆེ་གང་ལྟར་ངས་དེ་རྒྱ་བོད་གཉིས་ཀྱི་དཀའ་ངལ་སེལ་ཡག་གི་ཆེས་དབུ་མའི་ལམ་ཟེར་ཡག་ཅིག་རྒྱལ་མིའི་ཁེ་ཕན་ལས་བསམ་བློ་ཞིག་བཏང། ང་ཚོ་བོད་པའི་ཁེ་ཕན་ད་རྩ་དོན་དེའི་ཐོག་ལ་ཡང་བསམ་བློ་ཞིག་བཏང་ནས་གཉིས་བསླུ་བྱུང་ཡག་གི་ངས་འབད་རྩོལ་བྱེད་བསྡད་ཡག་དེའི་ཐོག་ལ། ད་ངས་དེ་ངོ་ཤེས་པ་དང་འབྲེལ་བ་ཡོད་བསྡད་པའི་ད་རྒྱལ་མི་ཕལ་མོ་ཆེ་རྒྱབ་སྐྱོར་བྱེད་ཀྱི་འདུག་ཁ་སང་བྱས་རྒྱལ་བ་རིན་པོ་ཆེ་གཅིག་དབུ་མའི་ལམ་གཅིག་གི་ཐོག་ནས་དཀའ་ངལ་སེལ་ཡག་གི་སེལ་ཐབས་བྱེད་བསྡད་ཡག་གི་བསམ་ཚུལ་དེ་རྒྱ་ནག་མི་མང་གི་གནས་ཚུལ་དེ་མགོ་འཚོས་ཡག་ཅིག་གི་གོ་སྐབས་ཅིག་བྱུང་པ་ཡིན་ན་ཏན་ཏན་རྒྱབ་སྐྱོར་བྱེད་ཀྱི་རེད་ཟེར་ནས་ང་དེ་རིང་བཤད་ཀྱི་འདུག་ཚེ་འདི་འདྲ་སོང་བ་ཡིན་དུས་ཨང་ད་ཅིག་རྒྱ་ནག་གཞུང་གི་སྲིད་བྱུས་འདི་ད་འགོ་ཁྲིད་ཉུང་ཤས་ཅིག་གིས་ཁོ་རང་ཚོ་ཁོ་རང་ཚོའི་ད་གནས་ཚུལ་མང་པོ་ཅིག་གི་འོག་ནས་དཀའ་ངལ་འཕྲད་ཆེད་དངངས་སྐྲག་དང་བློ་གཡེང་ཚ་པོ་ཅིག་གི་འོག་ལ་ཡང་བསྡད་ཡོད་པ་ཡིན་དུས་གནས་ཚུལ་འདིའི་འོག་ནས་ད་ཨང་ད་སྲིད་བྱུས་འདི་བྱུང་བསྡད་པ་ཞིག་རེད་མ་གཏོགས་སྲིད་བྱུས་འདི་ཕུགས་རྒྱང་རིང་པོ་ཞིག་ད་བསྡད་ཀྱི་མ་རེད་བསམ་དྲན་གྱི་ཚེ་འདི་འདྲ་སོང་བ་ཡིན་དུས། ད་རེས་ཁྱད་གསད་ཅིག་རྒྱ་ནག་གཞུང་གི་སྲིད་བྱུས་ཁྲ་བོ་ཞིག་ཟིན་བསྡད་ཡ་དེའི་རྐྱེན་བྱས་ནས་ང་ཚོར་ཡང་ཅིག་སེམས་ཤུགས་ཆག་ཡ་ད་ཅིག་རེ་ཐག་ཆོད་ཡ་ཆོད་གི་མ་རེད་ལ་དེ་འདྲས་དེ་འདྲས་ཡོང་གི་དྲན་གི་མ་རེད་ལ་དེ་དྲན་དགོས་ཡ་ཁྱོན་ནས་ཡོད་མ་རེད་ཤེས་སོང་ང་ཨེ་འདྲ་ངས་སེམས་ཤུགས་མ་ཆག་པའི་ཕྱིར་ནས་ཚང་མ་ལ་བོད་སྐད་དགའ་སོ་རེད་ཅིག་སོ་སོའི་དམ་བཅའ་དང་མ་སོ་ནས་པའི་བརྟན་པོ་ཟིན་བསྡད་དགོས་རེད་ཟེར་བསྡད་ཡ་དེ། བདག་ཅིག་རྒྱ་མི་ལ་འཛིང་དགོས་རེད་ཟེར་གི་ཡོད་མ་རེད་རྒྱ་མི་ལ་འཛིང་གཏུག་བྱེད་ཡ་རེད་ཟེར་གི་ཡོད་མ་རེད་ངས་ད་གི་ལབ་པ་ན་ཤི་རེད་ང་ཚོས་དེ་རང་དབང་རྩོད་ལེན་བྱེད་ཡ་དེ་འཚེ་མེད་ཞི་བའི་ལམ་ཁོ་ན་ལ་བརྟེན་ནས་ད་རང་དབང་ཐབས་བྱུས་བྱེད་གི་ཡོད་རེད་ས་དེ་འདྲས་སོང་བ་ཡིན་དུས་ཙང་ནས་སེམས་ཤུགས་མ་ཆག་པའི་ཐོག་ནས་ག་རེ་བྱེད་དགོས་རེད་ལབ་ན་དངོས་སུ་ལག་ལེན་ག་རེ་བཀལ་དགོས་རེད་ལབ་ན་བོད་པ་ཚོས་སོ་སོའི་ཆོས་དང་རིག་གཞུང་སོ་སོའི་མི་རིགས་ཀྱི་ལྟ་བ་དེ་ཡག་པོ་བྱེད་ཟིན་ཡ་དེ་གལ་ཆེན་པོ་ཞག་རེད་ཤག་དེ་རྒྱ་ནག་གཞུང་གི་རྩ་ཁྲིམས་ནང་ཆ་བཞག་ནས་དེ་བཀོད་ཡོང་དེ་ཐོབ་ཐང་དེ་ཡོད་པ་རེད་མ་གཏོགས་མེད་པ་མ་རེད། དེ་དང་ཆབས་ཅིག་ང་རང་ཚོ་བོད་པ་གཞོན་སྐྱེས་ཚོས་དེང་དུས་ཀྱི་སློབ་སྦྱོང་བྱེད་ཡག་པའི་རྒྱ་ཡིག་མ་གཏོགས་བོད་ཡིག་བསླབ་ས་མེད་པ་ཡིན་ན་ཡང་དཔེར་ན་སླབ་གྲ་ཅིག་ལ་ཆ་བཞག་ན་དཔེར་ན་ས་མཚམས་གྱི་དུ་བ་སླབ་གྲ་ཅིག་བོད་ཡིག་ག་ཚོད་རྒྱ་ཡིག་མ་གཏོགས་བོད་ཡིག་སློབ་ས་མེད་མཁན་ཅིག་གི་དབང་དུ་བཏང་པ་ཡིན་ནའི་གནས་གནས་སྐབས་ཅིག་ཁྱད་ཡོད་མ་རེད། གང་ལྟར་སློབ་སྦྱོང་མེད་པ་ལས་སློབ་སྦྱོང་ཡོད་པ་དེ་ཁོ་ཕུག་ལ་ཡ་ཁོ་དྲིན་ཆེ་ད། ཁོ་ཕན་ཐོགས་ཆེར་ཡོད་པ་ཡིན་དུས་རྒྱ་ཡིག་བར་དུ་བསླབ་ས་མེད་པ་བཞིན་པ་ཡིན་ན་ཡང་བསླབ་གྲྭ་ངེས་པར་དུ་གདང་དགོས་ཀྱི་ཡིན། ཟེར་ལྟར་ང་ཚོ་བོད་པའི་བུ་ཕྲུག་གཞོན་སྐྱེས་ཚོ་སློབ་སྦྱོང་བྱེད་ཡག་གི་ཐོག་ལ་ཚང་མས་དོ་སྣང་བྱེད། ད་ག་ནང་བཞིན་གྱི་ཨེ་ནི་ཅིག་ལས་བྱེད་པ་ཅིག་ལས་རིགས་འདྲ་མི་འདྲ་ནང་ལ་ཡོད་དེ་ངས་ཚོས་ད་ཅིག་སོ་སོའི་ལས་ཀ་ག་རེ་བྱེད་ཀྱི་ཡོད་ནི་ལས་རིགས་ག་རེ་ནང་ལ་ཡ་སོ་སོའི་ལག་རྩལ་རོ་ག་རེ་ཡོད་ནི་དེ་སོ་སོས་འགན་ཆ་ཚང་འཁྱོག་ཐུབ་པ་ཅིག་དང་ཁོག་ལོན་པ་ཅིག་བྱས་ཏེ་གལ་ཆེན་པོ་རེད་ཤག་ཉི་མ་གང་རྒྱུན་མ་ཆད་པ་བྱས། ཅེས་སོང་བ། རྩ་བ་རྒྱ་མིའི་ལས་ཁུངས་ཆེའང་ལས་ཀ་བྱེད་ཀྱི་ཡོད་པ་ཡིན་ན་ཡང་འགོ་ཁྲིད་དེ་རྒྱ་མི་སྦྱིན་པ་ཡིན་ན་ཡང་དེ་ཁྱད་མཁས་ཡོད་མ་རེད་གནས་སྐབས་ཅིག་དེ་མ་གཏོགས་ཐབས་ཤེས་ཀྱི་མེད་པ་རེད། སོ་སོས་ལས་ཀ་བྱས་ཡ་དེ་དེ་ཧུར་ཐག་པ་དང་བྱས་ཉམས་མྱོང་ཡག་པོ་ཞིག་བསགས་ཕྱིན་ཆད་ལས་ཀ་འདི་ནང་ལོགས་ལ་སོ་སོས་འགན་ཆ་ཚང་འཁྱོག་ཐུབ་པ་བྱེད་ཀྱི། ཨ་མདའ་རྒྱ་མིས་འགྲིག་གི་མི་འདུག་བྱས་ནས་སྐད་ལོག་ལུག་པ་གང་རྒྱབ། ངོ་ཐོག་རང་སོ་སོ་བོད་ཀྱི་འགན་འཁྱེར་དགོས་བྱུང་ན་སོ་སོས་འགན་མ་འཁྱོག་པ་བྱས་ན་ཨ་ནི་དཔེ་མ་སྲིད་པའི་ཐབས་སྐྱོ་བོ་རེད། ས་དེ་འདྲས་ཡིན་དུས། གཅིག་ལས་ཀ་བྱེད་མཁན་གཅིག་ལས་རིགས་འདྲ་མེད་འདྲ་མདོར་ན་ལས་ཁུངས་ཁག་ནང་ལ་ཡོད་དེ་འགའི་ལས་བྱེད་པ་ཚོས་ནི་དེ་ལུགས་ཀྱི་རྩ་བ་དག་ཚང་མ་སློབ་པས་དངོས་གནས་དྲང་གནས་ཀྱི་ད་སེམས་ཤུགས་ཆེན་པོ་དག་ཧ་ལས་པ་བྱས་ནས་ཤ་ཁྲག་ཡག་པོ་རེག་ཤག་གཅིག་ད་དུང་ཡིན་ནའི་ཚང་མས་ཕི་གེ་གཅིག་ད་ཉི་མ་གང་བརྒྱུད་ཀྱི་བཟོ་རོགས་དག་གཅིག་གཅིག་ལས་གང་སྒྲིག་གི་བཟོ་རོགས་མ་བྱས་པ་བྱས་ནི་སྤུས་དག་པོ་བྱས་ཉམས་མྱོང་ས་སོ་སོས་ཆ་ཚང་འགན་འཁྱོག་ཐུབ་པ་གཅིག་ཨེ་ད་ག་ན་བཞིན་གྱི་ང་རང་ཚོ་གཅིག་དཔེར་ན་རྒྱ་མི་དཔེར་ན་ལྷས་ས་རྒྱ་ལྷས་སས་མཚོན་པའི་གཅིག་གྲོང་ཁྱེར་ཆེ་ཁག་ཚོའི་ནང་ལོགས་ལ།